དབུ་མ་ལ་འཇུག་པའི་རྩ་བ་དང། དབུ་མ་དགུ་པ་རབ་གསལ་གྱི་ཟབ་ཆས་རྣམས་ཐད་སོར་སྦྱར་བ། བསྟན་བཅོས་ཆེན་པོ་དབུ་མ་ལ་འཇུག་པ་རང་གི་འགྲེལ་པ་དང་མཐུན་པར་འཆད་པ་ལ་བཞི། མཚན་གྱི་དོན། འགྱུར་གྱི་ཆ། གཞུང་གི་དོན། མཇུག་གི་དོན་ནོ། མཚན་གྱི་དོན་ནི། རྒྱ་གར་སྐད་དུ། མཱདྷཱི་མ་ཀཱི་ཨ་བ་ཏཱ་ར་ན་མ། བོད་སྐད་དུ། དབུ་མ་ལ་འཇུག་པ་ཞེས་བྱ་བ། འགྱོད་ཆགས་ནི། འཇམ་པའི་གཞོན་ནུ་སྤྱོད་པ་ལ་ཕྱག་འཚལ་ལོ། གཞུང་གི་དོན་བཤད་པ་ལ་བཞི། བསྟན་བཅོས་རྩོམ་པ་ལ་འཇུག་པའི་ཐབས་མཆོད་པར་བརྗོད་པ། བརྩམས་པའི་བསྟན་བཅོས་ཀྱི་ལུས་དངོས། བསྟན་བཅོས་ཇི་ལྟར་བརྩམས་པའི་ཚུལ། བསྟན་བཅོས་བརྩམས་པའི་དགེ་བ་བསྔོ་བ་དང་བཞི། བསྟན་བཅོས་རྩོམ་པ་ལ་འཇུག་པའི་ཐབས། མཆོད་པར་བརྗོད་པ་ལ་གཉིས། སྙིང་རྗེ་ཆེན་པོ་ལ་སོ་སོར་མ་ཕྱེ་བར་བསྟོད་པ་དང། སྙིང་རྗེ་ཆེན་པོ་ལ་སོ་སོར་ཕྱེ་སྟེ་ཕྱག་འཚལ་བ་དང་གཉིས། སྙིང་རྗེ་ཆེན་པོ་ལ་སོ་སོར་མ་ཕྱེ་བར་བསྟོད་པ་ལ་གཉིས། སྙིང་རྗེའི་ཞང་སྲེང་གི་གཙོ་བོའི་རྒྱུར་བསྟན་པ་དང། ཞང་སྲེང་གི་རྒྱུ་གཞན་གཉིས་ཀྱི་ཡང་རྩ་བར་བསྟན་པ་དང་གཉིས། སྙིང་རྗེའི་ཞང་སྲེང་གི་གཙོ་བོའི་རྒྱུར་བསྟན་པ་ལ་གསུམ། ཉན་རང་གཉིས་ཐུབ་དབང་ལས་སྐྱེས་ཚུལ། སངས་རྒྱས་རྣམས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཚུལ། བྱང་ཆུབ་སེམས་དཔའི་རྒྱུ་ཡི་གཙོ་བོ་གསུམ་བསྟན་པ་དང་གསུམ། ཉན་རང་ཉིད་ཐུབ་དབང་ལས་སྐྱེས་ཚུལ་ནི། ཉན་ཐོས་སངས་རྒྱས་འབྲིང་རྣམས་ཐུབ་དབང་སྐྱེས། སངས་རྒྱས་རྣམས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཚུལ་ནི། སངས་རྒྱས་བྱང་ཆུབ་སེམས་དཔའ་ལས་འཁྲུངས་ཤིང། བྱང་ཆུབ་སེམས་དཔའི་རྒྱུད་གཙོ་བོ་གསུམ་བསྟན་པ་ནི། སྙིང་རྗེའི་སེམས་དང་གཉིས་སུ་མེད་བློ་དང། བྱང་ཆུབ་སེམས་ནི་རྒྱལ་སྲས་རྣམས་ཀྱི་རྒྱུ། བྱང་སེམས་ཀྱི་རྒྱུ་གཞན་ཉིད་ཀྱི་ཡང་རྩ་བར་བསྟན་པ་ནི། གང་ཕྱིར་རྩེ་གཉིས་རྒྱལ་བའི་ལོ་རྟོགས་ཕུན་ཚོགས་འདི། ས་བོན་དང་ནི་དཔེ་ལ་ཆུ་འདྲ་ཡུན་རིང་དུ། ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ། དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི། སྙིང་རྗེ་ཆེན་པོ་ལ་སོ་སོར་ཕྱེས་ཏེ་ཕྱག་འཚལ་བ་ལ། སེམས་ཅན་ལ་དམིགས་པའི་སྙིང་རྗེ་ལ་ཕྱག་འཚལ་བ་དང། ཆོས་དང། དམིགས་མེད་ལ་དམིགས་པའི་སྙིང་རྗེ་ལ་ཕྱག་འཚལ་བ་དང་གཉིས། སེམས་ཅན་ལ་དམིགས་པའི་སྙིང་རྗེ་ལ་ཕྱག་འཚལ་བ་ནི། དང་པོར་ང་ཞེས་བདག་ལ་གཞན་གྱུར་ཅིང། བདག་གིས་འདི་ཞེས་དངོས་ལ་ཕྱག་བསྐྱེད་པ། ཟོ་ཆུན་ཆེན་ལྟར་རང་དབང་མེད་པ་ཡིས། འགྲོ་ལ་སྙིང་རྗེའི་བྱུར་གང་དེ་ལ་འདུད། ཆོས་དང་དམིགས་མེད་ལ་དམིགས་པའི་སྙིང་རྗེ་ལ་ཕྱག་འཚལ་བ་ནི། འགྲོ་བ་གཡོ་བའི་ཆུ་ཡི་ནང་གི་ཟླ་བ་ལྟར། གཡོ་དང་རང་བཞིན་ཉིད་ཀྱིས་སྟོང་པ་མཐོང་བ་ཡིས། བརྩམས་པའི་བསྟན་བཅོས་ཀྱི་ལུས་དངོས་བཤད་པ་ལ། རྒྱུ་ཡི་ས་བཤད་པ་དང་འབྲས་བུའི་ས་བཤད་པའོ། རྒྱུ་ཡི་ས་བཤད་པ་ལ་གསུམ། ལུགས་འདི་ཡི་ལམ་ཉམས་སུ་ལེན་ཚུལ་སྤྱིར་བསྟན་པ། བྱེ་བྲག་ཏུ། སོ་སྐྱེ་ཡི་སར་ཉམས་སུ་ལེན་ཚུལ་བཤད་པ། བྱང་སེའི་བྷ་བའི་ས་ཡི་རྣམ་གཞག་བསྟན་པ་དང་གསུམ། བྱང་སེའི་བྷ་བའི་ས་ཡི་རྣམ་གཞག་བསྟན་པ་ལ་གསུམ། ས་བཅུ་ཡི་ཐུན་མོང་གི་རྣམ་གཞག། ས་སོ་སོའི་རྣམ་གཞག། ས་བཅུ་ཡི་ཡོན་ཏན་བསྟན་པ་དང་གསུམ། ས་སོ་སོའི་རྣམ་གཞག་ལ་གསུམ། རབ་དགའ་སོགས་ས་ལྔ་བཤད་པ། ས་དྲུག་པ་མངོན་དུ་གྱུར་པ་བཤད་པ། རིང་དུ་སོང་བ་སོགས་བཞི་བཤད་པ་དང་གསུམ། རབ་དགའ་སོགས་ས་ལྔ་བཤད་པ་ལ་ལྔ། ས་དང་པོ་རབ་ཏུ་དགའ་བ། ས་གཉིས་པ་དྲི་མ་མེད་པ། ས་གསུམ་པ་འོད་བྱེད་པ། ས་བཞི་པ་འོད་འཕྲོ་བ། ས་ལྔ་པ་སྦྱང་དཀའ་བ་བཤད་པ་དང་ལྔ། ས་དང་པོ་རབ་ཏུ་དགའ་བ་ཤེས་པ་ལ་གསུམ། ཕྱི་བཞིའི་ས་ཡི་ངོ་བོ་མདོར་བསྟན་པ། ཕྱི་ཆུའི་ས་ཡི་ཡོན་ཏན་རྒྱས་པར་བཤད་པ། ས་ཡི་ཡོན་ཏན་བརྗོད་པའི་སྒོ་ནས་མཇུག་བསྡུ་བ་དང་གསུམ། ཕྱི་བཞིའི་ས་ཡི་ངོ་བོ་མདོར་བསྟན་པ་ནི། རྒྱལ་བའི་སྲས་པོ་འདི་ཡི་སེམས་གང་འགྲོ་བ་རྣམས། རྣམ་པར་གྲོལ་བར་བྱ་ཕྱིར་སྙིང་རྗེའི་དབང་གྱུར་ཅིང། ཀུན་ཏུ་བཟང་པོའི་སྨོན་པས་རབ་ངུས་དགའ་བ་ལ། རབ་ཏུ་གནས་པ་དེ་ནི་དང་པོ་ཞེས་བྱའོ། ཁྱེད་ཆུའི་ས་ཡི་ཡོན་ཏན་རྒྱས་པར་བཤད་པ་ལ། རང་རྒྱུད་མཛེས་པར་བྱེད་པའི་ཡོན་ཏན། གཞན་གྱི་རྒྱུད་ཟིལ་གྱིས་གནོན་པའི་ཡོན་ཏན། ས་དང་པོར་ལྷག་པའི་ཡོན་ཏན་བསྟན་པ་དང་གསུམ། རང་རྒྱུད་མཛེས་པར་བྱེད་པའི་ཡོན་ཏན་ལ། ཡོན་ཏན་སོ་སོར་ཕྱེ་སྟེ་བཤད་པ། ཡོན་ཏན་མདོར་བསྡུས་ཏེ་བཤད་པ་དང་གཉིས། ཡོན་ཏན་སོ་སོར་ཕྱེ་སྟེ་བཤད་པ་ལ་གསུམ། དུས་མཐུན་གྱི་མཚན་ཐོབ་པའི་ཡོན་ཏན། རིས་སུ་སྐྱེ་བ་སོགས་བཞི་ཡི་ཡོན་ཏན། ས་ཁུག་མ་བསྣུན་པ་སོགས་གསུམ་གྱི་ཡོན་ཏན་དང་གསུམ། དུས་མཐུན་གྱི་མཚན་ཐོབ་པའི་ཡོན་ཏན་ནི། དེ་ནས་བཟུང་སྟེ་དེ་ནི་ཐོབ་པར་གྱུར་པ་ཡི། བྱང་ཆུབ་སེམས་དཔའ་ཞེས་བྱའི་སྒྲ་སྙིང་ཅི་སྙེད་དོ། རིགས་སུ་སྐྱེ་བ་སོགས་བཞི་ཡི་ཡོན་ཏན་ནི། འདི་ནི་དེ་བཞིན་གཤེགས་པ་རྣམས་ཀྱི་རིགས་སུའང་སྐྱེ་བ་སྟེ། འདི་ནི་ཀུན་དུ་སྦྱོར་བ་གསུམ་པོ་ཐམས་ཅད་སྤངས་པ་ཡིན། བྱང་ཆུབ་སེམས་དཔའ་དེ་ནི་དགའ་བ་མཆོག་ཏུ་འགྱུར་འཆང་ཞིང། འཇིག་རྟེན་ཁམས་བརྒྱ་ཀུན་ནས་གཡོ་བར་ནུས་པར་གྱུར་པའང་ཡིན། ས་ནས་སར་གནོད་བྱེད་ཅིང་གོང་མར་རབ་ཏུ་འགྲོ་བར་འགྱུར། ས་གོང་མ་གནོན་པ་སོགས་གསུམ་གྱི་ཡོན་ཏན་ནི། དེའི་ཚེ་འདི་ཡི་ངན་འགྲོའི་ལམ་རྣམས་ཐམས་ཅད་འགགས་པར་འགྱུར། དེའི་ཚེ་འདི་ཡི་སོ་སོའི་སྐྱེ་བོའི་ས་རྣམས་ཐམས་ཅད་ཟད། ཡོན་ཏན་མདོར་བསྡུས་ཏེ་བསྟན་པ་ནི། འདི་ནི་འཕགས་པ་བྱེད་པ་ཇི་ལྟར་དེ་ལྟར་ཉེ་བར་བསྟན། གཞན་རྒྱུད་ཟིལ་གྱིས་གནོན་པའི་ཡོན་ཏན་ལ། ས་འདིར་ངེད་རང་རྣམས་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་པ་དང། ས་བདུན་པར་ངེད་རང་གཉིས་བློ་ཡི་སྒོ་ནས་ཟིལ་གྱིས་གནོན་པ་དང། དེ་ལྟར་གསུངས་པའི་གྲུབ་པའི་དོན་བཤད་པ་དང་གསུམ། ས་འདིར་ཉན་རང་རྣམས་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་པ་ནི། རྫོགས་པའི་ཞག་མཇུག་གསེར་རྟ་དང་པོ་ལ་ནས་ཀྱང། ཐུབ་དབང་གསུང་སྐྱེས་དང་བཅས་རང་སངས་རྒྱས་རྣམས་ནི། བསོད་ནམས་དག་གི་དབང་གིས་འཕང་ཆེན་རྣམ་པར་འཕེལ། ས་བདུན་པར་ཉན་རང་ཉིད་བློ་ཡི་སྒོ་ནས་ཟིལ་གྱིས་གནོན་པ་ནི། དེ་ནི་རིང་དུ་སོང་བར་བློ་ཡང་ལྷག་པར་འགྱུར། དེ་ལྟར་གསུངས་པའི་གྲུབ་པའི་དོན་བཤད་པ་ལ། ས་བཅུ་པའི་འདུ་ཡི་ཉན་རང་ལ་ཆུའི་རང་བཞིན་མེད་པར་རྟོགས་པར་ཡོད་པར་བསྟན་པ། དེ་སྒྲུབ་པའི་ཁུངས་བསྟན་པ། དེ་ལྟར་བསྟན་པ་ལ་རྩོད་པ་སྤང་བ་དང་གསུམ། ས་བཅུ་པའི་འདུ་ཡི་ཉན་རང་ལ་ཆུའི་རང་བཞིན་མེད་པར་རྟོགས་པ་ཡོད་པར་བསྟན་པ་ལ་གཉིས། འབྲེལ་པ་འཛིན་པའི་དགོངས་པར་གསལ་བར་བཤད་པ་དང། དེ་ཉིད་སྤྱོད་འཇུག་གི་ལུགས་སུ་བསྟན་པ་དང་གཉིས། དེ་སྒྲུབ་པའི་ཁུངས་བསྟན་པ་ལ་གཉིས། ཤེར་ཕྱིན་གྱི་མདོ་ཡི་ཤེས་བྱེད་འགོད་པ་དང། བསྟན་བཅོས་དང་ཐེག་དམན་གྱི་མདོ་ཡི་ཤེས་བྱེད་འགོད་པ་དང་གཉིས། དེ་ལྟར་བསྟན་པ་ལ་རྩོད་པ་སྤངས་པ་ལ་གཉིས། འགྲེལ་པ་ནི་ཤེས་པའི་རྩོད་པ་སྤངས་པ་དང་དེར་མ་ཤེས་པའི་རྩོད་པ་སྤངས་པ་དང་གཉིས། ས་དང་པོར་ལྷག་པའི་ཡོན་ཏན་བསྟན་པ་ལ་བཞི། ས་དང་པོ་ལ་གནས་པའི་སྦྱིན་པ་བཤད་པ། རྟེན་དམན་པ་རྣམས་ཀྱི་སྦྱིན་པ་བཤད་པ། བྱང་ཆུབ་སེམས་དཔའ་རྣམས་ཀྱི་སྦྱིན་པ་བཤད་པ། སྦྱིན་པའི་ཕར་ཕྱིན་གྱི་དབྱེ་བ་བསྟན་པ་དང་བཞི། ས་དང་པོར་གནས་པའི་སྦྱིན་པ་བཤད་པ་ནི། དེའི་ཚེ་དེ་ལ་རྫོགས་སངས་བྱང་ཆུབ་རྒྱུ། དང་པོའི་སྦྱིན་པ་ཉིད་ནི་ལྷག་པར་འགྱུར། རང་ཤར་གཏད་ལའང་གུས་པར་བྱས་པ་ཡིས། སྣང་དུ་མི་རུང་སྤོབས་པའི་རྒྱུར་ཡང་འགྱུར། རྟེན་དམན་པ་རྣམས་ཀྱི་སྦྱིན་པ་བཤད་པ་ལ་གཉིས། སྦྱིན་པས་ཁོ་བོས་ཀྱི་བདེ་བ་ཐོབ་པར་བསྟན་པ་དང། སྦྱིན་པས་མྱང་འདས་ཀྱི་བདེ་བ་ཐོབ་པར་བསྟན་པ་དང་གཉིས། སྦྱིན་པས་ཁོ་བོའི་བདེ་བ་ཐོབ་པར་བསྟན་པ་ནི། སྐྱེ་བོ་འདི་ཀུན་བདེ་བ་མངོན་འདོད་ཅིང། མི་རྣམས་བདེ་བའང་ལོངས་སྤྱོད་མེད་མིན་ལ། ལོངས་སྤྱོད་ཀྱང་ནི་སྦྱིན་ལས་འབྱུང་བྱས་ནས། ཐུབ་པའི་དང་པོར་སྦྱིན་པའི་གཏམ་མཛད་དོ། སྙིང་རྗེ་སྨིན་ཞིང་ཤིན་ཏུ་རྩུབ་སེམས་ཅན། རང་སྡེའི་ཧཱུྃ་ལས་ཉིད་དུ་བྱུར་བ་གང། དེ་དག་གིས་ཡང་འདོད་པའི་ལོངས་སྤྱོད་རྣམས། སྡུག་བསྔལ་ཉིན་བཞིན་རྒྱུན་གྱུར་སྦྱིན་ལས་འབྱུང། སྦྱིན་པས་མྱང་འདས་ཀྱི་བདེ་བ་ཐོབ་པར་བསྟན་པ་ནི། འདི་ཡང་སྦྱིན་པའི་སྐབས་ཀྱིས་ནམ་ཞིག་ཚེ་འཕགས་པའི་སྐྱེ་བོ་དང་འཕྲད་མྱུར་དུ་ཐོབ། དེ་ནི་སྲིད་ཀུན་ཡང་དག་སྤྱད་བྱས་ཏེ། དེ་ཡི་རྒྱུ་ཅན་ཞི་བར་འགྲོ་བར་འགྱུར། བྱང་ཆུབ་སེམས་དཔའ་རྣམས་ཀྱིས་སྦྱིན་པ་བཤད་པ་ལ་བཞི། བྱང་སེམས་ཀྱི་སྦྱིན་པའི་ཕན་ཡོན་ཐོག་མ་མ་ཡིན་པར་བསྟན་པ། རྟེན་གཉིས་ཀ་ལ་སྦྱིན་པའི་གཏམ་གཙོ་བོ་མཛད་པར་བསྟན་པ། བྱང་སེམས་ཀྱི་སྦྱིན་པའི་ཚེ་དགའ་བ་ཇི་འདྲ་བ་ཐོབ་པར་བསྟན་པ། བྱང་སེམས་ཀྱི་ལུས་སྦྱིན་པ་ལ་སྡུག་བསྔལ་ཡོད་མེད་བསྟན་པ་དང་བཞི། བྱང་སེམས་ཀྱི་སྦྱིན་པའི་ཕན་ཡོན་ཐོག་མ་མ་ཡིན་པར་བསྟན་པ་ནི། འགྲོ་ལ་ཕན་པར་དམ་བཅའི་ཡིད་ཅན་རྣམས་སྦྱིན་པའི་རིང་པོར་མི་ཐོགས་དགའ་བ་ཐོབ། དེ་གཉིས་ཀ་ལ་སྦྱིན་པའི་གཏམ་གཙོ་བོ་བསྟན་པ་ནི། གང་ཕྱིར་བརྩེ་བདག་བརྩེ་བདག་མ་ཡིན་པ། དེ་ཕྱིར་སྦྱིན་པའི་གཏམ་ཉིད་གཙོ་བོ་ཡིན། བྱང་སེས་ཀྱིས་སྦྱིན་པའི་ཚེ་དགའ་བ་ཇི་འདྲ་བ་ཐོབ་པ་བསྟན་པ་ནི། ཇི་ལྟར་བྱིན་ཅིག་ཅེས་སྒྲ་ཐོས་སམ་ལས། རྒྱལ་སྲས་བདེ་འབྱུང་དེ་ལྟར་ཐུགས་སྣང་ལ། ཞི་བར་བཞུགས་པའི་བདེ་བ་བྱེད་མིན་ན། ཐམས་ཅད་བཏང་བའི་ལྟ་ཞིག་སྨོས་ཅི་དགོས། བྱང་སེམས་ཀྱི་ལུས་སྦྱིན་པ་ལ་སྡུག་བསྔལ་ཡོད་མེད་བསྟན་པ་ནི། ལུས་བཅས་སྟེར་ཞིང་བདག་གིས་སྡུག་བསྔལ་གྱིས། གཞན་དག་རྣམས་ཀྱིས་དམྱལ་བ་ལ་སོགས་པའི། སྡུག་བསྔལ་རང་རིག་ཉིད་དུ་མཐོང་ནས་ནི། དེ་སྤྱད་བྱ་ཕྱིར་མྱུར་དུ་བརྩོན་འགྲུས་རྩོམ། སྦྱིན་པའི་ཕར་ཕྱིན་གྱི་དབྱེ་བ་བསྟན་པ་ནི། སྦྱིན་པ་སྦྱིན་བྱ་ལེན་པོ་སྟོང་པོའི་སྟོང། འཇིག་རྟེན་འདས་པའི་ཕ་རོལ་ཕྱིན་ཅེས་བྱ། གསུམ་པོ་དག་ལ་ཆ་བྱད་བྱུར་བས་དེ། འཇིག་རྟེན་པ་ཡི་ཕ་རོལ་ཕྱིན་གྱི་རྟེན། ས་ཡི་ཡོན་ཏན་བརྗོད་པའི་སྒོ་ནས་མཇུག་བསྡུ་བ་ནི། དེ་ལྟར་རྒྱལ་བའི་སྲས་ཀྱི་ཡིད་ལ་རབ་གནས་ཤིང། དམ་པའི་བསྟན་ལ་འོད་ཆགས་མཛད་པ་རྙེད་གྱུར་པས། དགའ་བ་འདི་ནི་ནོར་བུ་ཆུ་ཤེལ་ཇི་བཞིན་དུ། མུན་པ་སྟུག་པོ་ཐམས་ཅད་རྣམ་པར་བསལ་ནས་རྒྱལ། དབུ་མ་ལ་འཇུག་པ་ལས་སེམས་བསྐྱེད་པ་དང་པོའོ། སེམས་བསྐྱེད་གཉིས་པ། ས་གཉིས་པ་དྲི་མ་མེད་པར་བཤད་པ་ལ་ལྔ། ས་འདིར་ཚུལ་ཁྲིམས་ཡོངས་སུ་དག་པར་བསྟན་པ། ཚུལ་ཁྲིམས་ཀྱི་བསྔགས་པ་བསྟན་པ། ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་དང་མ་འདྲེས་པའི་དཔེ་བསྟན་པ། ཚུལ་ཁྲིམས་ཀྱི་ཕར་ཕྱིན་གྱི་དབྱེ་བ་བསྟན་པ། ས་ཡི་ཡོན་ཏན་བརྗོད་པའི་སྒོ་ནས་མཇུག་བསྡུ་བ་དང་ལྔ། ས་འདིར་ཚུལ་ཁྲིམས་ཡོངས་སུ་དག་པར་བསྟན་པ་ལ་བཞི། ས་འདིར་ཚུལ་ཁྲིམས་ཕུན་སུམ་ཚོགས་པར་བསྟན་པ། དེ་ལ་བརྟེན་ནས་ཡོན་ཏན་ཡོངས་སུ་དག་པར་བསྟན་པ། ས་དང་པོ་ལས་ཚུལ་ཁྲིམས་ལྷག་པར་བསྟན་པ། ཚུལ་ཁྲིམས་ཡོངས་སུ་དག་པའི་རྒྱུ་གཞན་བསྟན་པ་དང་བཞི། ས་འདི་རུ་ཚུལ་ཁྲིམས་ཡོངས་སུ་དག་པ་བསྟན་པ་ནི། དེ་ཚོའི་ཕུན་ཚོགས་ཡོན་ཏན་དག་ལྡན་ཕྱིར། རྨི་ལམ་དུ་ཡང་འཆད་ཁྲིམས་དྲི་མ་སྤངས། དེ་ལ་བརྟེན་ནས་ཡོན་ཏན་ཡོངས་སུ་དག་པ་བསྟན་པ་ནི། ལུས་ངག་ཡིད་ཀྱི་སྦྱོར་བ་དག་གྱུར་པས། དམ་པའི་ལས་ལམ་བཅུ་ཆར་སོགས་པར་བྱས། ས་དང་པོ་ལས་ཚུལ་ཁྲིམས་ལྷག་པར་བསྟན་པ་ནི། དགེ་བའི་ལམ་འདི་ལྟ་ཞིག་བཅུ་ཆར་ཡང། དེ་ལ་གླགས་འདི་ཤིན་ཏུ་དག་པར་འགྱུར། སྟོན་ཀའི་ཟླ་ལྟར་རྟག་ཏུ་རྣམ་དག་སྟེ། ཞེ་འོད་འཆར་བར་དེ་དག་གིས་ནམ་མཛད། ཚུལ་ཁྲིམས་ཡོངས་སུ་དག་པའི་རྒྱུ་གཞན་བསྟན་པ་ནི། གལ་ཏེ་དེ་ནི་ཁྲིམས་དག་རང་བཞིན་ལྟ། དེ་ཕྱིར་དེ་ནི་ཚུལ་ཁྲིམས་དག་མི་འགྱུར། དེའི་ཕྱིར་འདི་ནི་རྟག་ཏུ་གསུམ་ཆར་ལ་ཡང་གཉིས་ལོའི་རྒྱུ་བ་ཡང་དག་བྲལ་བར་འགྱུར། ཚུལ་ཁྲིམས་ཀྱི་ལྔ་པ་བསྟན་པ་ལ་ལྔ། འཇིགས་འདྲེས་བདེ་འགྲོར་སྤྱོད་པ་ཚུལ་ཁྲིམས་ལ་རག་ལས་པ། འཇིགས་འདྲེས་ལ་སྐྱེ་བ་བརྒྱུད་མར་སྤྱོད་པ་ཚུལ་ཁྲིམས་ལ་རག་ལས་པ། ཚུལ་ཁྲིམས་དང་བྲལ་ན་ངན་འགྲོ་ལས་ཐར་ཤིན་ཏུ་དཀའ་བར་བསྟན་པ། སྦྱིན་པའི་གཏམ་གྱི་རྗེས་སུ་ཚུལ་ཁྲིམས་ཀྱི་གཏམ་མཛད་པའི་རྒྱུ་མཚན། མངོན་མཐོ་དང་ངེས་ལེགས་གཉིས་ཀྱིས་བསྒྱུར་ཚུལ་ཁྲིམས་ལྔ་པ་དང་ལྔ། སྦྱིན་འབྲས་བདེ་འགྲོར་སྤྱོད་པ་ཚུལ་ཁྲིམས་ལ་རག་ལས་པ་ནི། སྦྱིན་པའི་ལོངས་སྤྱོད་ད་ནི་འགྲོ་ངན་ན་ཡང། སྐྱེ་བོ་ཚུལ་ཁྲིམས་སྐམ་པ་ཉམས་ལས་འབྱུང། སྦྱིན་འབྲས་ལ་སྐྱེ་བ་སྒྱུ་མར་སྤྱོད་པ་ཚུལ་ཁྲིམས་ལ་རག་ལས་པ་ནི། སྐྱེ་འཆིའི་མངོན་མཐོ་ཡོངས་སུ་ཟད་པས་ན། ཕྱིན་ཆད་དེ་ལ་ལོངས་སྤྱོད་འབྱུང་མི་འགྱུར། ཚུལ་ཁྲིམས་དང་བྲལ་ན་ངན་འགྲོ་ལས་ཐར་ཤིན་ཏུ་དཀའ་བར་བསྟན་པ་ནི། གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ། གལ་ཏེ་འདི་དག་འཛིན་པར་མི་བྱེད་ན། གཡང་སར་ལྷུང་བའི་གཞན་དབང་འཇུག་གྱུར་པ། དེ་ལས་ཕྱིས་ནི་གང་གིས་ལྷུང་བར་འགྱུར། སྦྱིན་པའི་གཏམ་གྱི་རྗེས་སུ་ཚུལ་ཁྲིམས་ཀྱི་གཏམ་མཛད་པའི་རྒྱུ་མཚན་ནི། དེ་ཕྱིར་རྒྱལ་བས་སྦྱིན་པའི་གཏམ་མཛད་ནི། ཚུལ་ཁྲིམས་རྗེས་འགྲོའི་གཏམ་ཉིད་མཛད་པ་ཡིན། ཡོན་ཏན་ཚུལ་ཁྲིམས་བཞིན་དུ་རྣམ་འཕེལ་ན། འབྲས་བུའི་ཉེས་སྤྱོད་ཆད་པ་མེད་པར་འགྱུར། མངོན་མཐོ་དང་ངེས་ལེགས་གཉིས་ཀའི་རྒྱུར་ཚུལ་ཁྲིམས་མངའ་བ་ནི། སོ་སོའི་སྐྱེ་བོ་རྣམས་དང་གསུང་སྐད་དང། རང་བྱང་ཆུབ་ལ་བདག་ཉིད་ངན་རྣམས་དང། རྒྱལ་སྲས་རྣམས་ཀྱིས་ངེས་པར་ལེགས་པ་དང། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད། ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་དང་མ་འདྲེས་པའི་དཔེ་བསྟན་པ་ནི། ཇི་ལྟར་རྒྱ་མཚོ་རོ་དང་ལྷན་ཅིག་ཏུ། བཀྲ་ཤིས་སྣ་ནག་མ་དང་ལྷན་ཅིག་བཞིན། དེ་ལྟར་ཚུལ་ཁྲིམས་དབང་བྱེད་བདག་ཉིད་ཆེ། དེ་ཆེ་བ་དང་ལྷན་ཅིག་གནས་མི་འདོད། ཚུལ་ཁྲིམས་ཕར་ཕྱིན་གྱི་དབྱེ་བ་བསྟན་པ་ནི། གང་གིས་གང་ཞིག་གང་ལ་སྤོང་བྱེད་པ། གསུང་དུ་དམིགས་པ་ཡོད་ན་ཚུལ་ཁྲིམས་དེ། འཇིག་རྟེན་པ་ཡི་ཕ་རོལ་ཕྱིན་ཅི་བརྟེན། གསུང་ལ་ཆགས་པས་ལྟུང་སྟེ་འཇིག་རྟེན་འདས། ས་ཡི་ཡོན་ཏན་བརྗོད་པའི་སྒོ་ནས་མཇུག་བསྡུ་བ་ནི། རྒྱལ་སྲིད་ཟླ་བ་ལས་ཅུང་སྲིད་མིན་སྲིད་པ་ཡི། དཔལ་ཆུར་དྲི་མ་དང་བྲལ་དྲི་མ་མེད་འདི་ཡང། སྟོན་ཀའི་དུས་ཀྱི་ཟླ་བའི་ཡུལ་ནི་ཇི་བཞིན་དུ། འགྲོ་བའི་ཡིད་ཀྱི་གདུང་བ་སེལ་བར་བྱེད་པ་ཡིན། དབུ་མ་ལ་འཇུག་པ་ལས་སེམས་བསྐྱེད་པ་གཉིས་པའོ། སེམས་བསྐྱེད་གསུམ་པ། ས་གསུམ་པ་འོད་བྱེད་པ་ཤེས་པ་ལ་བཞི། ཁྱད་པར་གྱི་གཞིའི་ས་ཡི་ངེས་ཚིག། ཁྱད་པར་གྱི་ཆུའི་ས་ཡི་ཡོན་ཏན། ཕར་ཕྱིན་དང་པོ་གསུམ་གྱི་ཁྱད་པར་གྱི་ཆུའི་ས་ཡི་ཡོན་ཏན་བརྗོད་པའི་སྒོ་ནས་མཇུག་བསྡུ་བ་དང་བཞི། ཁྱད་པར་གྱི་གཞིའི་ས་ཡི་ངེས་ཚིག་ནི། ཤེས་བྱའི་བུད་ཤིང་མ་ལུས་བསྲེས་པའི་མེ་ཡིན། འོད་འབྱུང་ཆེ་ན་ས་ནི་གསུམ་པ་འདིས་འོད་བྱེད་པ་སྟེ་བདེ་གཤེགས་སེར་པོ་ལ། དེའི་ཚེ་ཉི་ལྟར་བཟང་འབྲས་སྣང་བ་འབྱུང། ཁྱད་པར་གྱི་ཆུའི་ས་ཡི་ཡོན་ཏན་ལ་བཞི། ས་འདིར་བཟོད་པ་ལྷག་པར་བསྟན་པ། བཟོད་པ་གཞན་ཇི་ལྟར་བསྟན་པའི་ཚུལ། བཟོད་པའི་ཕར་ཕྱིན་གྱི་དབྱེ་བ། ས་འདིར་འབྱུང་བའི་དག་པའི་ཡོན་ཏན་བསྟན་པ་དང་བཞི། ས་འདིར་བཟོད་པ་ལྷག་པར་བསྟན་པ་ནི། གལ་ཏེ་གནས་མིན་འཁྲུགས་པ་འགའ་ཡི་དེ། ལུས་ལས་ཤར་ནས་རུས་བཅད་ཡུན་རིང་དུ། སྲང་རེ་རེ་ནས་གཅད་པར་གྱུར་ཀྱང་དེས་བཟོད་པ་གཅོད་པར་བྱེད་ལ་ལྷག་པར་སྐྱེ། བདག་མེད་མཐོང་བའི་བྱང་ཆུབ་སེམས་དཔའ་ལ། གང་ཞིག་གང་གིས་གང་འཚལ་ཇི་ལྟར་སྤྱོད། གང་ཕྱིར་ཆོས་ཀུན་དེ་ཡི་གཟུགས་བརྙན་ལྟར། མཐོང་བ་དེས་ཀྱང་དེ་ཡིས་བཟོད་པར་འགྱུར། བཟོད་པ་གཞན་ཇི་ལྟར་བསྟན་པའི་ཚུལ་ལ་གཉིས། ཁོང་ཁྲོ་བྱ་བ་མི་རིགས་པ་དང་བཟོད་པ་བསྟན་རིགས་པ་དང་གཉིས། ཁོང་ཁྲོ་བྱ་བ་མི་རིགས་པ་ལ། རྒུད་པ་མེད་ཅིང་ཉེས་དམིགས་ཆེ་བས་ཁོང་ཁྲོ་བ་མི་རིགས་པ། ཕྱིས་ཀྱི་སྡུག་བསྔལ་མི་འདོད་པ་དང་གནོད་ལན་བྱེད་པ་གཉིས་འགལ་བར་བསྟན་པ། སྔར་རེ་ཡུན་རིང་བསགས་པའི་དགེ་བ་འབྱོངས་པས་ཁོང་ཁྲོ་བ་མི་རིགས་པ། མི་བཟོད་པའི་སྐྱོན་མང་པོ་བསམས་ནས་ཁོང་ཁྲོ་དགའ་བ་དང་བཞི། དགོས་པ་མེད་ཅིང་ཉེས་དམིགས་ཆེ་བས་ཁོང་ཁྲོ་བ་མི་རིགས་པ་ནི། གནོད་པ་བྱེད་པའི་གལ་ཏེ་དེར་བཀོད་ན། དེ་ལ་བཀོན་པའི་བྱད་སེམས་ལྡོག་གམ་ཅི། དེ་ཕྱིར་དེ་དོན་ངེས་པ་འདི་དོན་མེད། འཇིག་རྟེན་ཕ་རོལ་ཡང་ནི་འགལ་བར་འགྱུར། ཕྱིས་ཀྱི་སྡུག་བསྔལ་མི་འདོད་པ་དང། གནས་ལེན་བྱེད་པ་གཉིས་འགལ་བར་བསྟན་པ་ནི། སྔོན་བྱས་པ་ཡི་མི་དགེའི་ལས་ཀྱི་འབྲས་བུ་གང། ཟད་པར་བྱེད་པར་བརྗོད་པར་འདོད་པ་དེ་ཉིད་ཀོ། གཞན་ལ་གནོད་པ་དང་ནི་ཁྲོ་བའི་སྡུག་བསྔལ་ཕྱིར། ས་བོན་ཉིད་དུ་ཇི་ལྟ་བུ་ན་འཁྲིད་པར་བྱེད། སྔ་ར་ཡུན་རིང་བསགས་པའི་དགེ་བ་འཇོམས་པས་ཁོང་ཁྲོ་བ་མི་རིགས་པ་ལ། བཅུད་ཀྱི་དོན་དང། ཞར་བྱུང་གི་དོན་དང་གཉིས་ཡིན། བཅུད་ཀྱི་དོན་ནི། གང་ཕྱིར་རྒྱལ་སྲས་རྣམས་ལ་ཁྲོས་པ་ཡི། སྦྱིན་དང་ཁྲིམས་ཆུང་དགེ་བ་སྐལ་བ་སྦྱར། བསགས་པ་སྐད་གཅིག་གིས་འཇོམས་དེ་ཡི་ཕྱིར། མི་བཟོད་ལས་གཞན་སྡིག་པ་ཡོད་མ་ཡིན། མི་བཟོད་པའི་སྐྱོན་ཡོན་མང་པོ་བསམས་ནས་ཁོང་ཁྲོ་བ་དགའ་བ་ནི། མི་སྡུག་གཟུགས་སུ་བྱེད་ཅིང་དམ་པར་མིན་པར་བཀྲི། ཚུལ་དང་ཚུལ་མིན་ཤེས་པའི་རྣམ་དཔྱོད་འཕྲོག་བྱེད་ཅིང། མི་བཟད་པ་ཡིས་མྱུར་དུ་ངན་འགྲོར་སྐྱུར་བར་བྱེད། བཟོད་པ་བརྟན་རིམ་པ་ནི། བཟོད་པའི་ཡོན་ཏན་མང་པོ་བསམས་པ། དོན་བསྡུས་ཏེ་བཟོད་པ་བསྟན་པར་གདམས་པ་དང་གཉིས། བཟོད་པའི་ཡོན་ཏན་མང་པོ་བསམ་པ་ནི། བཟོད་པའི་གཤེགས་ཟིན་ཐང་གའི་ཡོན་ཏན་རྣམ་བཅད་དོ། བཟོད་པས་མཛེས་ཤིང་སྐྱེ་བོ་དམ་པ་ལ། འཕང་དང་ལུགས་དང་ལུགས་མིན་ཤེས་པ་ལ། མཁས་པར་འགྱུར་ཞིང་དེའི་འོག་ཏུ་ནི། ལྷ་མིའི་སྐད་དང་སྡིག་པ་ཟད་པར་འགྱུར། དོན་བསྡུས་ཏེ་ཟད་པ་བསྟན་པར་གདམས་པ་ནི། སོ་སོའི་སྐྱེ་བོ་དང་ནི་རྒྱལ་སྲས་ཀྱི། ཁྲོ་དང་བཟོད་པའི་སྐྱོན་ཡོན་རིག་བྱས་ཏེ། མི་བཟོད་སྤངས་ནས་འཕགས་པའི་སྐྱེ་བོ་ཡི། ལྔ་པའི་བཟོད་པ་རྟག་ཏུ་མྱུར་བསྟན་བྱ། བཟོད་པའི་ཕར་ཕྱིན་གྱི་དབྱེ་བ་ནི། རྫོགས་སངས་རྒྱས་ཀྱི་བྱང་ཆུབ་ཕྱིར་བསྔོས་ཀྱང། སུ་མིག་ཡོད་ན་དེ་ནི་འཇིག་རྟེན་པའོ། དམིགས་པ་མེད་ན་དེ་ཉིད་སངས་རྒྱས་ཀྱི། འཇིག་རྟེན་འདས་པའི་ཕ་རོལ་ཕྱིན་ཅི་བསྟན། ས་འདིར་འབྱུང་བའི་དག་པའི་ཡོན་ཏན་གཞན་བསྟན་པ་ནི། ས་དེར་རྒྱལ་སྲས་བསམ་གཏན་མངོན་ཤེས་དང། འདོད་ཆགས་ཞེ་སྡང་ཡོངས་སུ་ཟད་པར་འགྱུར། དེས་ཀྱང་རྟག་ཏུ་འཇིག་རྟེན་དཔའ་ཡིས་ནི། འདོད་པའི་འདོད་ཆགས་འཇོམས་པར་ནུས་པར་འགྱུར། ཕ་ཆིངས་དང་པོ་གསུམ་གྱི་ཁྱད་པར་གྱི་ཆོས་ནི། སྦྱིན་སོགས་ཆོས་གསུམ་དེ་དག་ཕལ་མོ་ཆེ། བདེ་བར་གཤེགས་པའི་ཁྱིམ་པ་རྣམས་ལ་བསྔགས། བསོད་ནམས་གཞལ་བྱའི་ཚོགས་ཀྱང་དེ་དག་ཉིད། སངས་རྒྱས་གཟུགས་ཀྱི་བདག་ཉིད་སྐུ་ཡི་རྒྱུ། ས་ཡི་ཡོན་ཏན་བརྗོད་པའི་སྒོ་ནས་མཇུག་བསྡུ་བ་ནི། རྒྱལ་བའི་སྲས་པོ་ཉི་མ་ལ་ནི་ཡོ་བྱད་འདི། རང་རྟོག་མུན་རྣམས་དང་པོར་ཡང་དག་སེལ་བྱས་ནས། འགྲོ་བའི་མུན་པ་རྣམ་པར་འཇོམས་པར་མངོན་པར་འདོད། ས་འདིར་ཤིན་ཏུ་རྣོ་བར་བྱུགས་ཀྱང་འཕྲོ་མི་འགྱུར། དབུ་མ་ལ་འཇུག་པ་ལས་སེམས་བསྐྱེད་པ་གསུམ་པའོ། སེམས་བསྐྱེད་བཞི་པ། ས་བཞི་པ་འོད་འཕྲོ་བ་བཤད་པ་ལ་གསུམ། ས་འདིར་བརྩོན་འགྲུས་ལྷག་པར་བརྟན་པ། ས་ཡི་ངེས་པའི་ཚིག་བསྟན་པ། སྤངས་པའི་ཁྱད་པར་བསྟན་པ་དང་གསུམ། ས་འདིར་བརྩོན་འགྲུས་ལྷག་པར་བརྟན་པ་ནི། ཡོན་ཏན་མ་ལུས་བརྩོན་འགྲུས་རྒྱས་འགྲོ་ཞིང། བསོད་ནམས་བློ་གྲོས་ཚོགས་ནི་སྙེད་ཀྱི་རྒྱུ། བརྩོན་འགྲུས་གང་དུ་འབར་བར་གྱུར་པ་ཡིས། ས་དེ་བཞི་པ་འོད་ནི་འཕྲོ་བའོ། ས་ཡི་ངེས་པའི་ཚིག་བསྟན་པ་ནི། དེ་ནི་བདེ་གཤེགས་སྲས་ལ་རྫོགས་པ་ཡི། བྱང་ཆུབ་མཆོག་ལྷ་བསྒོམ་པ་ལས་སྐྱེས་པའི། སྣང་བ་ཟངས་ཀྱི་འོད་པའི་ལྷར་འབྱུང་ཞིང། སྤངས་པའི་ཁྱད་པར་བསྟན་པ་ནི། རང་དང་ལྟ་བ་དང་འབྲས་ཡོངས་སུ་ཟད། དབུ་མ་ལ་འཇུག་པ་ལས་སེམས་བསྐྱེད་པ་ཞེས་པའོ། སེམས་བསྐྱེད་ལྔ་པ། ས་ལྔ་པ་སྦྱང་དཀའ་བ་བཤད་པ་ལ་གཉིས། ས་ལྔ་པའི་ངེས་པའི་ཚིག་བཤད་པ། གསང་བདེ་ལྷག་ཅིང་བདེན་པ་ལ་མཁས་པར་བསྟན་པ་དང་གཉིས། ས་ལྔ་པ་ངེས་པའི་ཚིག་བཤད་པ་ནི། བདག་ཉིད་ཆེ་སྟེ་བདུད་རྣམས་ཀུན་གྱིས་ཀྱང། སྦྱང་དཀའི་ས་ལ་ཕམ་པར་ནུས་མ་ཡིན། བསམ་གཏན་ལྷག་ཅིང་བདེན་པ་ལ་མཁས་པར་བསྟེན་པ་ནི། བསམ་གཏན་ལྷག་ཅིང་བློ་བཟང་ལྡན་རང་བཞིན་ཞིབ་མོ་རྟོགས་ལའང་ཤིན་ཏུ་མཁས་པ་ཐོབ། དབུ་མ་ལ་འཇུག་པ་ལས་སེམས་བསྐྱེད་པ་ལྔ་པའོ།